ད་ནི་ཉིན་ཞག་རང་ང་གི་འདྲི་ལེ། ངས་སྐད་ཆ་ཡར་རུ་བྱེད་ཀི། དེ་དུས་ལ་ངས་ལབ་རྒྱུ་བྱུང། ད་ངས་ལ་ང་ཚོ་བྱམས་བརྩེ་དགོས་ཀི་ཡོད་པ་དེ། ད་ཕལ་ཆེར་འཛམ་བུ་གླིང་ད་ས་ཆ་ག་ལ་ཡིན་ནའི་ཚང་མས་དེ་བཤད་དེ་བྱམས་བརྩེ་དགོས་ཀི་འདུག་ད། བྱམས་བརྩེ་ཕོངས་པའི་རྐྱེན་གིས་འཛམ་བུ་ལ་རྙོག་དྲ་མང་པོ་ཞིག་དུས་སང་ཡོང་གི་འདུག་ཁྱིམ་ཚང་རྙོག་དྲའི་དེ་ཡོང་གི་ཡོད་རེད་སྤྱི་ཚོགས་ཀི་རྙོག་དྲའི་དེ་ཡོང་གི་ཡོད་རེད། ཐ་ན་པའི་འགོ་ཁྲིད་ཀྱི་ལྐོག་ཟ་རུལ་སུངས་ཡོད་བསྡད་པ་དེ་ཡིན་རེད་མཐར་གཏུགས་ན། བྱམས་བརྩེས་ཕོངས་སྤྱི་ཚོགས་ཁོའི་ནང་ལོགས་ལ་འགོ་ཁྲིད་གང་ནས་ཡོང་སའི་སྤྱི་ཚོགས་ཀྱི་ནང་ལོགས་ལ་དྲང་བདེན་དང་བྱམས་བརྩེ་ཟེར་ཚོའི་གྲས་ལ་མཐོང་གི་མེད་པ་བྱས་དངུལ་དང་དབང་ལ་ཡང་མཐོང་གི་ཡོད་པ་བྱས་དེ་འདྲའི་སྤྱི་ཀྱི་སྤྱི་ཚོགས་ནང་ནས་ཐོན་པའི་མི་དེའི་ལས་ད་བསམ་བློ་དེ་མ་གཏོགས་གཏང་ཕན་ཡོག་མ་རེད་ད་ཆ་དེ་འདྲའི་ཡིན་དུས་ཁོ་སྤྱི་ཚོགས་ཁོ་རེ་བསམ་བཏང་དང་ད་འགྱུར་བ་གཏང་དགོས་ཀྱི་འདུག་དེ་ལྟར་ང་ཚོ་འབད་རྩོལ་བྱེད་དགོས་འདུག་བྱས་ནས།

གཞི་སྣོད་དང་ལྷག་མཐོང་བཤད་ས་དེའི་ནང་ལ་སེམས་ཀྱི་རྣམ་གཞག་ཐོན་ཡོང་གི་ཡོད་རེད་པ། ཞི་ལྷག་སྐད་ཆ་མེད་པ་ཞིག་ཡིན་ན་དེ་ནི་སྨོན་ལམ་རྒྱབ་བསྡད་ཅེས་དེ་ཡང་སེམས་ཀྱི་ནང་ཞེན་པ་ཐེབས་འདུག་དད་པ་འཇོག་མི་ཐུབ་ཐེབས་འདུག་ས་དེ་འདྲ་ཡིན་དུས་ས་ནི་རྒྱ་གར་ཧིན་རྡུ་ཆོས་པ་ཚོའི་ནང་ལས་ཡོད་རེད་ལ་ད་གཙོ་ཆེ་ཤོས་གསལ་ཤོས་རེད་ཁོ་ཕལ་ཆེར་རྒྱ་གར་ཚོས་ད་གནའ་རབས་ཀྱི་མི་རིག་གཞུང་ཕྱུག་པོ་ཤ་རེད་དེ་དེར་སྐད་ས་ཅིག་ཞིབ་ཚགས་པོ་ཅིག་སློབ་སྦྱོང་བྱེད་མཁན་ཤ་ཡོད་ས་མ་རེད། ས་བོད་པ་དྲག་ཤོས་རེད་ཤག། ས་དེ་འདྲ་ཡིན་དུས། སེམས་ཁམས་རིག་པའི་རྣམ་གཞག་དེ་གཅིག་བསླབ་པ་ཡིན་ན། སྒོ་ངའི་བཤད། ང་ཚོ་ནམ་རྒྱུན་ང་ཚོ་ཟ་མོ་ནི་འདི་གང་ལ། ད་ཞི་བོ་གཅིག་གི་མི་ཡི་དཔལ། དགའ་བོ་བྱས་དེ། རྣམ་གཡེང་རྐྱང་རྐྱང་རེད་འདུག་བ། མིག་གི་ལྟད་མོ་ལྟ་ཡག། རྣ་བས། ཨེ་ནི། རོལ་མོ་ཉན་ཡག། ཨེ་ནི། ཟས། དྲི། རེག་བྱ། ད་དེ་འདྲ་གཅིག་གང་ནས་འགྲོ་བསྡད་ཡག་ཆེ་མ་གཏོགས། ཡིད་ལུས་སྟེང་ནས། གཅིག། བདེ་སྐྱིད་གཏིང་ཟབ་པོ་འགྲུབ་ཡ་ཅིག་དོ་སྣང་རེ་གནང། ང་ཚོ་ཚན་རིག་པ་ཚོས་དུས་ད་ལྟ་བར་དུ་རྟོགས་པ་དང་རྟོགས་མེད་ཀྱི་དབྱེ་བ་ཆེ་ཐུག་ཡང་མ་མཐོང། དབང་པོའི་ཤེས་པ་དང་ཡིད་ལུས་ཁྱད་པར་ཆེ་ཐུག་མི་འདུག་ད་ངས་དེ་ལྟ་གང་ཟེར་དུས་ཡིད་ཡང་ཆེ་བ་རེད། ཡིད་ལུས་དེ།

དེ་སང་ང་ཚོ་བོད་གངས་ཅན་གྱི་ལྗོངས་ཀྱི་ཡོངས་སུ་བཟོ་བའི་རྒྱལ་བའི་གདམས་པ་ཉམས་པ་སུ་ཞིག་མི་ཉམས་གོང་འཕེལ་ཅི་གོ་མེད་པ་བྱས་བྱས་དེ་ཞར་ལ་འགྲོ་ཡོང་གི་རེད་ད་དེ་དང་ཆབས་ཅིག་རྒྱ་ཆེ་ས་ནས་འཛམ་བུ་ནི་སྤྱིའི་སྒང་ལ་མིའི་ཤེས་ཡོན་ཡར་རྒྱས་གཏོང་ཡག་ཤེས་ཡོན་ཆ་ཚང་བ་ཅིག་ཡོང་ཡག་ཤེས་ཡོན་ཆ་ཚང་བ་ཅིག་བྱུང་བའི་ཐོག་ནས་ཨནི་ཅིག་གིས་མིའི་བློ་དེ་རྒྱ་ཆེ་རུ་དང་གུ་ཡངས་རུ་བཏང་ནས་དེ་ལ་བརྟེན་ནས་ཨནི་ཅིག་གིས་ཞི་བདེ་ཡོང་ཡག་ཅིག

རྒྱ་མི་གུང་ཁྲན་ཏང་གི་ཐུགས་རྗེ་བཀའ་དྲིན་ཡིན་པས་གུང་ཁྲན་ཏང་ལ་ཕྱག་གསུམ་བྱས། བྱས་ཙང་གང་ལྟར་ཁོ་རྐྱེན་ངན་གྲོགས་ཤ་ཟ་ཞིག་རེད་ཤག་བསམ་བློ་ཞིག་བཏང་དུས། ཁྱེད་རང་ཞིབ་ཏུ་བ་ད་བོད་ནང་གི་ངན་ལགས་འདི་ངོ་ནས་ཅིག་མི་དེ་ཡི་དེ་ད་དད་པ། སེ་ཅིག་བྱས་བྱས་དཀའ་ངལ་ཞིབ་ཞིག་འཕྲད་ཀྱི་ད་དེ་གང་འདྲ་བསམ་བོར་ཅིག་ཤི་བོ་ཅིག་རྔམ་དྲག་རུ་འདུག་མ་གཏོགས་གཞན།